མདོ་ལོག་ཆོས་པ་ཡིན་ན་བྱང་ཆུབ་ཀྱི་སེམས་མ་སྐྱེས་པར་སྐྱེ་བྱ་སྲིད་པས། དེ་བཞིན་གཤེགས་པ་སངས་རྒྱས་དང་དེ་ན་རྫོགས་དཀོན་མཆོག་དྲི་མ་མེད་པ། ཡང་ན་དེ་ནི་དམ་པའི་ཆོས་ལ་དཀོན་མཆོག་དྲི་མ་མེད་པར་ཞུ་ན་འགྲིག་ཟེར་ནོ། དོ། གསུངས་པ་ཟེར་ནས་དེ་ནི་སངས་རྒྱས་ཀྱི་ཞེས་རྣམས་ལ་དེ་ནི་ང་དང་མཆོད་པ་པོ་ལས་ཟེར་དེ་ནི་མཆོད་པ་པོ་བྱ་ཡུལ་བོ། དེ་ནི་མཆོད་པ་བཀའ་ཟུར་བོ་ལས་ཞུ་བ་སྙམ་པོ་དེ་ནི་སྨན་རྟོག་འབྲས་བུ་ཇི་སྙེད་ཡོད་པ་དང་སྨན་གྱི་རྣམ་པ་གང་དང་གང་ཡོད་དང་ཟེར་དེ་ནི་བདག་པོས་མ་བཟུང་བའི་མཆོད་པ་པོ་བྱ། དེའི་སྟེང་བུ་ནི་དེ་ནི་བདག་པོས་བཟུང་བའི་མཆོད་པ་པོ་བྱ། བོ་ལ། དེ་ནས་ཡར་དང་དེ་རེ་རྣམས་ལ་བདག་གིས་ནི། དེ་ནས་བདག་གི་ལུས་འདུག་སྟེ་འདུལ་བར་གྱིས་ཟེར་དུ་གསུངས་ཟེར་དེ་ནས་བཀའ་མདོ་དོགས་གཅོད་པ་ཡིན་ན་དེ་ནས་རྒྱལ་བ་དང་སངས་རྒྱས་བཅོམ་ལྡན་འདས་རྣམས་ལ་བདག་གི་ལུས་སུ་བུ་ལས་ཟེར་བདག་པོས་བཟུང་བས་མཆོད་པ་འབུལ་བྱ། དེའི་སྟེང་ནས་དེ་ལ་ཇི་ལྟར་འཇམ་དབྱངས་ལ་སོགས་པ་རྒྱལ་བ་རྣམས་ལ་མཆོད་པ་དང་ཟས་སོགས་ཀྱིས། བླ་ན་མེད་པའི་མཆོད་པ་འབུལ་ལ་ཟེར་དེ་ནོ། དེ་ནས་ཕྱག་འཚལ་ལས་ནོ་ག་ལ་དེ་ནས་ཕྱག་འཚལ་བྱས་པ་ཅི་ནོ་ཟེར་ན་དུས་གསུམ་གཤེགས་པའི་སངས་རྒྱས་ཀུན་ཚོགས་དང། ཚོགས་ཀྱི་མཆོག་ཅིག་ལ་གཞི་འདུས་ཀུན་གྱི་གྲངས་ཀྱི་ལུས་འདུས་པ་ཡི་འདག་ཆ་ཚ་ལས་ཟེར་སྙམ་པོ། དེ་ནས་སངས་རྒྱས་ཆོས་དང་ཚོགས་ཀྱི་ཚོགས་རྣམས་ལྷ་ཟེར་མཁན་ཚོགས་ལྷ་དེ་ནས་སངས་རྒྱས་ཆོས་དགེ་འདུན་ལ་ཕྱག་འཚལ་ལས་ཟེར་རེ། ནམ་རྒྱུན་ནི་ང་དང་དེ་ནི་ཡན་ལག་བདུན་པ་ཡང་རྒྱ་ལ་དང་པོ་ཕྱག་འཚལ་དེ་ནི་མཆོད་པ་འབུལ་འདུག་ག་ལ་ཡིན་ན་ཇོ་ཇུག་ན་ཅི་འདུག Different Cute སྐད་ཟེར་ན་དང་པོ་མཆོད་པ་འབུལ་དེ་ནི་ཕྱག་འབུལ་ཚལ་ཆ་ནོག། དེ་ནས་ཞགས་པ་ཡི་མཆོད་ཆ་སྤོར་ལ་དེ་ནི་ང་དང་སྙིང་པོ་སྟོབས་བཞིའི་ནང་ནས་དང་པོ་རྣམ་པར་སུན་འབྱིན་པའི་སྟོབས་པོ།

སྔོན་ཆད་མྱོང་སྟེ་བཤིག་པ་ལས་བདག་ལ་ལག་པ་ཅི་ཞིག་ཡོད་བདག་གིས་དེ་ལས་གཞན་བྱ་བའི་བླ་མའི་བཀའ་དང་འགལ་བར་བྱ། ཟེར་མཁན་པོས་རྣམ་པར་སུན་འབྱིན་པའི་སྟོབས་པོ་ཞུ་བ་མཛད་དེ་ནོག་དེ་ནི་མདོ་གསུངས་པ་ཟེར་ནས། མདོ་ཐོག་ཆོས་སྤེལ་ན་ཆོས་སྤྱོད་ཀྱི་ལེའུ་ཉི་སྤེལ་ནང་ཀློག། དེ་ནས་ཡན་ལག་བདུན་ཡི་མགོ་ནས་ཚོགས་བཤགས་བྱ་ཟེར་ནང་ནས་ཡན་ལག་སུམ་མེད་དེ་ནས་ཕྱག་བསལ་ཚིགས་སུ་གཟབ་ཅིང་རྒྱས་ཟེར་བ་དེ་ནི་རེ་རེ་རེ་རེ་བརྗོད་དེ་རྟགས་བཞུགས་ཀ་རྫོགས་ལྟར་ཡིན་ནོ་ཞུ་བྱས་ནས་ཡ་ལེ།